རྩྭ་དང། ཨ་ནི་ཁ་ཅིག། དེ་ལ་ཡུལ་དུ་སྣང་བ་མི་འདའ་ཞིང་རྩྭ་དང། འོ་ལ་སྨན་མ་འཁོར་མགོར་ཕོག་རེ་ད། སུ་གང་ལ།
དེ་འདྲ་སྨན་བཞག་རྒྱུ་ཞོག་རེ་བ། ནད་པ་ཅིག་འོ་ལ་དེ་ལ་མི་འདའ་འོ་དེ་ལ་མི་འདའ་ནི་ཕོག་ད་མ་འཁོར་རེ་དུས་འོ་འཁོར་ཕོག་ད། ཤོད་མ་རེ་ནི།
ཨ་ལ་འཇའ་ལོ་སོ་བཀྲ་ཤིས་ཀྱིས་ཁོ་གཡུག་ནོ་ཨ་ན་ཐོན་སོ་ཁོ། ཨ་ལ་དེ་ནི། བློ་བཟང་བཀྲ་ཤིས།

ཏག་ཏག་བྱས་སོང། ཞིང་ཁ་གི་རི་མ་རྡོ་ཡོད་ཨ། རྡོ་མགོ་ལ་བཅག་ནས་རྡོ་གཙང་པོ་ར་སྡོང་པ་པོ་ཐོགས་སོང་ཨ། རྡོ་ལ་བཅག། འོ་ང་ཕྱི་ལོག་བརྒྱག་ནས་བྲག་ཕུག་ལས་འཛུལ་ཞིག་ཧཧ་ཧཧ། ཨ་འོན་ཏེ་མི་ནད་པ་དེ་མཉམ་འདུག་ལ་ཡོད་ར། ནད་པ་པོ་ན་ལང་ཀ་ལ་ཡོད་ར་ལེ། ཨ་ཧ། ད་དགོང་འདྲེ་ཨ་ནི་ཕ་རང་ཅག་བྲོས་འགྲོ་ར། འོ་ང་རང་ཅག་འོད་དེ་རྡོ་འཕང་གི་རྒྱ་མི་དཔོན་པོ་ཡོད་ས་གི་རྡོ་འཕང་གི་འགྲོ་ཡིན་ན། ཡ།
མི་དེ་རང་ཅག་ཞག་ཞན་པས།

ང་ཅི་རྒྱོབ་སྲིད་ཨང། ཨོ་རྒྱོབ་སྲིད་ད་ཁོ་རི་ཐང་ལ་འདིར་མེ་མདའ་དེ་ལ་མ་གཡུག་ཤག་འདིར་དེ་དེ་ལ་མ་གཡུག་ཤག། ད་ཁྱོད་ངོ་ད་གས་ཅིག་མ་ལན་ཁ་ཡོང་དེ་ང་ལ་མེ་མདའ་ཅིག་ང་རང་ལ་མེ་མདའ་ཕོག་འདྲ་བྱས་སོང་ཁྱོད་ལྟས་སོང་མ་གོ་གས་ཅིག་ནི་མ་ཤོག། ཤོག་འདི་འདི་ཐ་ནས་པོ་རེད། ཨ་ནི་ཁྱོད་ཏོག་ཚང་སུ་ཡིན་ཟེར་ཟ་ཁོ་ཁ་ཆེ་ཆང་རྩེད་ཡིན་ཟ་ཏོག་ཚང་ཁ་ཆེ་ཆང་རྩེད་ཡིན་ཟ་ཨ་ནི་ཁོ་ཁ་ཆེ་ཆང་རྩེད་ཏོག་ཚང་ཁ་ཆེ་ཆང་རྩེད་ཡིན་ཟ་ཨ་ནི་ཁྱོད་རང་ངས་ཁ་ཆེ་ཆང་རྩེད་ཁྱོད་རང་ཏོག་ཚང་ལ་ངས་ལབ་དགོས་ཁྱོད་དེ་ན་སྨད་ཤར་འདུག་ཁྱོད་ལན་ཁ་ཤོར་ཟེར་ན་ཁྱོད་རང་ཏོག་ཚང་ལ་ངས་ལབ་དགོས། ཨ་ནི་ཅུ་ཁྱོད་བདེ་ར།
ཨ་སྨད་མ་དང་ངས་ལབ་ཡིན་ཨ་ནི་མེ་མདའ་དེ་ངས་ཁོ་རུ་དགོས་ཡིན། མེ་མདའ་གཡུག་གཡུག་གཡུག་ཤག་ཏུ་ཁེལ། མེ་མདའ་ངའི་ཁུར་ནས་ཁྱོད་ཚོའི་ལྟོག་ཚང་ལ་ངས་སྤྲད་དགོས། ངའི་ཁྱོད་རང་ད་ལྟོག་ཚང་ལ་ངས་འདི་ཆོ་མེད་ཤར་འདུག་ལན་ཁ་ཤོར་ཟེར་ངས་ལབ་དགོས་ཟེར་ལན་ཁོ་ལ། ཨ་ནི་ཁ་ཅིག་ཟ་འདོད་མེད་པར་ཤར་ནས། ཁོ་ལ་རྔམ་སྟབས་ལ་བྱིན་ས་རེད། ཨ་རོ་ཨ་ན་ཟེར་ནས་མ་སྡུག་རི་རྒྱ་ནས་མ་གཡུག་ནས་འདི་འོག་ལ་མ་སླེབས་སོང། ཨ་ན་ངས་ཁོ་ཚོའི་ལྟོག་ཚང་འདི་ལ་ཁྱོད་རང་ཚོ་མི་བྱེད་ན་སྨན་ཤར་འདུག་འདི་ལན་ཁ་ཤོར། ཁོ་གི་མེ་མདའ་དེ་གཡུག་ཤག་གི་ནང་ངས་ཁེལ་ཁྱོད་ཚོའི་མེ་མདའ་དེ། ཨ་ལས་ཐ་གུ་ཨ་ར་ཨ་ར་ལན་སླེབས་འདོད་ར།

དམག་མི་དམག་རྒྱལ་སྡོད་ར་དེ་འདྲ། མ་རེད། ཨ་ནི་འདི་ཅལ་ག་རེ་བྱེད་སོས།
ད་དེ་ནི་ཁོ་ཁོ་མ་ཁོ་ཅི་ནི་འགྲོ་རེ་བ་ང། ཁོ་སྨན་མ་དེ་གི་ཏོག་ཚང་ལ་འདི་འདྲ་འདི་འདྲ་སྨན་སོས་ཁོ་ལས་འགའ་སོང་ཟིག་ལ་ལ་ག་འགྲོ་རེ་བ། ད་དེ་ལ་ག་འགྲོ་ནི་ནི་ཕ་ཤེལ་ཨི་སི་སི་རེད་འགྲོ་གི་རེད་ད། ཆུ་ཚོད་ལྔ་བ་དྲུག་བ་ཟིག་འགྲོ་ཆོག་གི་རེད་ད། ཨ།

དམག་འཐེན་ལ་མ་གཏོགས། ང་ཚོའི་དམག་ག་འདྲ་བཞག་ནས་ཉི་མ་གཅིག་ལ་དམག་ཞོག་སྐེ་ནས་རྒྱབ་དགོང་དག་རེ་རུ་ས་ཆ་སྤོ་རུ་དགོས་རེད་མ་གཏོགས། དོན་དེ་འདྲ་སྤོ་མ་འགྲོ་ན། རྒྱ་མི་གིས་ང་ཚོ་སྤོ་ར་ཚུར་བསྐོར་དགོས་རེད་ད། དམག་རྒྱག་ཚར་དུས་ས་ཆ་སྤོ་དགོས་རེད་དགོང་དག་ས་རུ་འགྲོ་འོང་དམག་འཐེན་འགྲོ་དགོས་རེད་ད། རིམ་པ་གཞན་དག་ལ་སྤོ་དགོས་རེད། ཨ་ནི་ཨ་ཙི་ནང་དམག་ཐག་ཆོད་འོང་དུས་དེ་ནི་རྒྱ་མི་གི་མི་སེམས་སྐྱེ་ཆེན་པོ་དེ་འདྲ་ཡོད་རེད་བ། ཆེན་པོ་དེ་ཚོ་དེ་ལ།

ཁུ་མི་ཐུག་གི། ཧོན་ལུག་གང་དམར་མ་འཐེན་ད། དམར་འཐེན་དུས་ས་རུག་ཚར་ད། ད་ང་གི་ཏོག་ཚང་གཅིག་པ་ཞིག་ཁོ། ཁོ། དམར་དང་པོ་ཡོད་འདོད་དུ་ཁོ། རི་གཅིག་སྒང་ལ་ཕར་འགྲོ་ས་ཁོ། རི་གཅིག་སྒང་ཕར་འགྲོ། དགོན་བདག་ལ། ཧོན།
མ་ཞོག་གི། དམར་དང་པོ་འཇགས་དུས། ད་དགོན་བདག་ས་རུག་རི། སྟག་དུ་ང་ང་ནི་གི་ཆགས་ལ་མི་ནུ། ཤིང་སྡོང་གཅིག་གི་ངོ་ནི་སྟག་ཆགས་ལ་ས་ཞག་ད། ད་ས་རུག་རུག་ཧོན།
ནི་རྟ་འདི་གར་ཅི་རེད་རྟ་རོ་ཨ་ནི། ང་ལ་ལས་རྒྱུ་ཁོ་རྟ་ད་ལས་མི་འདུག་རྟ་ས་རོ་ས་རོ་དམག་མི་ཚོ་མ་མ་ཆ་ཐན་ཅའོ་ཐོན་གི་རྟ་མ། དམག་མི་པོ་ར་མ་ཆ་ཐན་ཅའོ་ད་འགྲོ་ཤག་གི་མ། རྟ་ས་རོ་ད་ཁོ་ལས་མི་འདུག་ད་མདའ་ལ་ཁོ་སྐད་ཤི་རིག་ཅི་གང་ལ་ཡོད་ཅི་རེད་ས་ལས་འོན་ཅི་རེད་ས་ན་ང་རྒྱུག་རེད་ཅག་མ་ག་པོ་ར་ཐོན་ས་རེད་ད། ད་ལ་ངོ་ཁོ་རྟ་ཡོད་ས་ཁོ་ཁོ་ག་ས་ག་ནས་ཅི་ལས་མི་ཡོང་ས་འགུག་དེ་རེད་ད།

གྲུ་བཞི་དེར་ཆུ་ལ་ལང་ཀ་ལ་བཟའ། གྲུ་བཞི་རྫི་ལ་གཅིག་བཙོ་ར་བཟའ་ལ་ཡིན། ཨ་ནི་ཧའི་སོ།
དེ་ལ་གྲུ་བཞི་དེ་ཡང་ཆུ་ཡང་ཁུད་དེར། མི་ཚང་གི་གནས་པོ་བྱོལ་བ། དེ་ཁོང་པ་ཐོག་ཁ་ཡག་འགྲོ། འོ་མ་ཡང། ད་ཨ་བོ་ལ་ཕེ་ཕེ་ཟེར་གི་ང་ལ། སྒྲོག་ཤོག་དང། ངའོ་ཐ་ག་ཡ་ནི་མ་གོ་ན་ཨ་བུ་ལ་ཕེད་ཕེད་ཟེར། གང་ལ་ངའི་ཆོས་ཚོགས་དྲུག་ཤིག་དེ་ཙོག་སོང་ན་དེ་ཚུད་སོང་སོང་ན་དེ་ཁོ་ནས་འགྲོ་ཡ་རེད་ཨ་སྒྲོག་ཤོག་སྒྲོག་ཤོག་ཟེར་ན་གང་ལ་བས་ཟེར་ལ་ཡི་ང། མ་རེད་ཨ་བུ་ལ་དམུ་ནི་ཡ་ལ་རྒྱ་མི་ཡོང་གི་འདུག་ས་བུ་ཇི་ལི་ཁྲ་ལྡིང་ལྡིང་ལྡིང་བ་དམུ་ནས་རྒྱ་མི་ཡོང་གི་འདུག་ས།
Torchlight། Headlights ཡ། ང་ནི་ང་ཐ་ག་འདྲ་ཁྱོད་ལྟ་རེ་ལུང་པ་མོ་རྣམས་ལ་བུ་བཞི་ལས་ཁྲ་ཏིང་ཏིང་དེ་སྦྱང་ཡོང་དོགས་ཨ་ན་ངའི་མཛོ་ན་དང་ཆོས་པ་ད་མཛོ་ན་དང་ཁོ་ཨ་ད་བཟའ་ཡ་དང་ཁོ་ད་ནི་ང་ལྟ་ཞོར་ནས་འདྲ་ཡིན་མཚན་ལ་མདའ་ག་ཐིག་པ་ཆུ་བོ་ནག་ཁུང་ནག་སྡིག་རུ་དར་མ་ག་ཨ་མ་ཨ་མ་ངའི་རུ་ངའི་རུ་འདྲ་ནི་ངའི་ཁོག་དགུ་དུ་རུ་མ་ག་ཨ་མ། པར་རུ་ལ་ཆུ་ཚོད་གཅིག་ནུས་ཁོག་སྒུག་ནས་བསྡད་པ་དང་ད་མ་ག་མ་པོ་ར་ཐོན་ཚར་དང་ད་ས་པོ་ར་རུག་ཚར་ད་ཚོད་ཚོད་ཚོད་འགྲོ་རེ་བཏང་ནས་འོ་ན་ང་ཡ་ཚོད་འགྲོ་རྒྱུ་ལོ་མ་ག་ཨ་མ་གི་ཚང་པོ་བཞག་འདུག་ཨ་ཁ་ལ་ཟོ་བསྡད་འདུག་ཨ་ཁ་ལ་ཟོ་བསྡད་ནས་མེ་དེ་ཚོ་འབའ་དེ་གི་ནུ་མ་མ་ག་ཨ་མ་འགྲོ་ཚར་འདུག་མེ་དེ་འདྲ་འདྲ་ཁ་ལ་མེ་ཡོད་རེད་བ་དེ་ཚོ་བསྡད་ནུ་མ་ད་མ་ག་ཨ་མ་འགྲོ་ཚར་འདུག་མི་འདུག། དེ་ནས་ང་ཞོགས་གི་ཡར་འབྲོག་རེད་བ་ད། ད་ཁོ་ཡོང་ཡ་མེད་ན། ང་རོག་གི་རྟགས་དེ་ཞེས་ཁོའི་རྟགས་དེ་ང་ཞོགས་གི་ལ་ཡོང་གི་ཡ་ད། ད་ང་ཡར་འབྲོག་དུས་འདི། མི་མང་པོ། ཁོ་ཚོ་ཆོས་སྒོ་འགྲོ་དམའ་མོ་དེ་ཚོ་གི། ཁ་ལག་ཟ་མས་བཏང། ཕྱིར་ང་དེ་ན་སླེབས་དུས་ལ་མི་སྟོང་དེ་ལ་མི། འདུག་མ་གཏོགས་མི་སྤོ་ར་འདྲ་ཟིན་འདུག།
ཕ་གི་མེ་དྲུག་ཡོད་རོ། ཨོ་རེད། ཨན་ཏི་ཤོད་ར་ནི་ཝོན་ཤིན་དེ་ལ་བསྡད་རོ།
མེ་དེ་ལ་བལྟ་བསྡད་མ་གཏོགས་ཁོ་ཚོ་ག་པར་སྤོ་ར་འགྲོ་ས་འདུག། དེ་ནས་འགྲོ་ས་ལང་ཀ་ག་པར་འགྲོ་ཡི་མཚན་ལ་ནག་ཁུག་དགུ་བསྡུས་རེད་ད། ད་ག་པར་འགྲོ་ཡི་ག་པར་འགྲོ་ཡི་རྡོག་པོ་ཆུ་ཧ་གོ་གིན་འདུག་ལང་ཀ་ག་ནས་ནས་འགྲོ་ཡི་ན། ད་དེ་ལོས་འདྲ་ཚོད་ཚོད་ཚོད་ད་མཚན་ནག་པོའི་ནང་ལ་སྐྲག་གིས་ལང་ཀ་མཐོང་གི་རེད་བསམ་སྲིད་ད། ད་མི་གིས་ཆོས་གིས་ལང་ཀ་ཆོས་གིས་མཐོང་གི་ཡོད་མ་ད། ད་སྐྲག་གིས་དངུལ་མ་གིས་དམག་མོ་ག་པར་འགྲོ་ཡི་ན་སྐྲག་གིས་རྐང་རྗེས་འཇོག་བྱ་ཡོད་རེད་བ། དེ་ཚོ་སྐྲག་གིས་ཧ་གོ་གི་རེད་བསམ་ནས་ནས། སྐྲག་ཁོ་རང་ག་པར་འགྲོ་ན་གཏོང་བྱ་རེད་ད། སྐྲག་གིས་ག་པར་ཁུ་ན

ཞོགས་ཀྱི་ཆུ་ཚོད་ལྔ་པ། བཞི་པ་བྱས་ན་དེ་ནི་ཐང་མི་ཐང་བྱས་སུ་བལྟ། དེ་ནི་རིགས་ཀྱི་ཁུ་བྱོག་ཆུ་སྤང་འདི་ཁུ་བྱོག་ཆུ་ལ་གཏད་མ་བོས་ན་ནི་གཏད་ནས་སྡོད་ན་རྟ་ནི་ལོགས་སུ་ཉལ་དེ་ཡིན་ན་ང། ནང་ལོགས་ལོགས་ནང་ལོགས་སུ་ན་དེ་ནི་ལང་ཀ་ག་བ་ཡིན་ན་དེ་ག་བ་འགྲོ་མིན་ན་རྟ་རྒྱུད་དེ་ཚོ་ཧ་གོ་རེད་སོང་ཉལ་དེ་ཡིན་ན་ང། ནི་ངལ་གསོ་གལ་དེ་རང་ནི་ཁ་ཚིག་སོ། ཨ་ནི་ནང་ལོགས་རེད་སོང་བོ། རྟེན་དེ་འཁོར་ལོ་སྟག་གི་ཁུ་ཁྲོ་སར་དུ་ལང་ཀ་དང་རོང་རས་བཞག། ད་ལྟ་རྗེས་ཆོ་གའི་ནང་ལོགས་རེ་ནི་སྟག། སྟག་དང་མོ་འབུར་འདོགས་བཞག་རི་མོ་བཀྲ་ལང་ཀ་ནང་བཞིན་རྫོགས་བཞག་རེ་གདའ། ད་རྟེན་དེ་འཁོར་ལོ་སྟག་གི་ལང་ཀ་དེར་འཁོད་བཞག།
It was the right way. Yeah, right way.
Ani khasis. ཨ་ལ་ང་ད་ལྟ་རྗེས་ཆོ་གའི་ནང་ལོགས་རེ་མཐོང་རེ་བ། ད་མ་མོ་འདོགས་སར་ལང་ཀ་དེར་ལྟ་རྗེས་རྒྱག་བཞག་རེ་བ། ད་ལྟ་དེ་ནི་ཤ་ཆ་འགྲོ་ཡིན། When I ཨ། དེ་ནས། སྤང་ཁང་གི་ཕར་དེར་ནི་མ་ལུང་ཤུར་མར་འགྲོ་དགོས་ཀྱི་འདུག། ལུང་ཤུར་ནི་མ་ཐག་རིང་པོ་འགྲོ་དགོས་ཀྱི་འདུག་ད། ཐག་རིང་པོ་མར་འགྲོ་ནས་དེ་ནས། མོ་ཏྲ་ལང་ཀ་ཞིག་ཐོགས་སོང། ཨ་ནི་རྟ་གཅིག་དེ་བདམས་ཨ་ནི་གངས་རྒྱག་གི་འདུག་གངས། གང་བྱ་གི་འདུག་ན་མེ་མདའ་དེ་སྐེ་ལ་བཙུགས་ཁན། ཨ་ལོས་མཆོད་པ་བྱོས་ཏེ་ཆ་རྒྱུས་བྱས་ན་ཨ་ལས་ང་རང་གི་རྟ་དེ་འཐུ། ཨ་ལས་ཐུ་ལ་མ་འགྲོ་གི་ཡོད་ད་མོ་འདི་ཐུ་ལ་མ་གོང་པ་ཅན་ལ་འདྲ་ཡོད། ཨ་ནི་ཁ་ཅིག་སོ།
དེ་ནས་ཨ་ན་མ་ལྷས་རས་སངས་པོ། མོ་ཏྲ་ལང་ཀ་གང་ལྷས་སོ། ད་མོ་ཏྲ་འགྲོ་ས་ལང་ཀ་ལྷས་འོ་ལོ། མོ་ཏྲ་ལང་ཀ་མོ་ཏྲ་ལང་ཀ།

ལྟ་ཞིབ་ཏོག་ནང་དེ་ནི་རི་གཅིག་འགྲོ་ས་ཡོད་རེད་བ། རི་དེ་གི་འགྲོ་ས་རྩ་བ་ལྷས་རེད་ན། ཨ་ལེ་རྟ་གཅིག་རྟ་གཅིག་ཐེ་གཅིག་ཐེ་རེད་ན་རི་ལ་ཡང་གོམ་པ་འཇག་ལེ་རེད། འཇག་མི་གི་མེ་མདའ་ཆུང་གི་འཇག་མ་སོང་ང་ལ། ཆུང་མེ་མདའ་འཇག་མ་སོང། ནི་ག་སོང། དེ་ནི་ངོ་མཚར་བ་ནི་ཕར་འགྲོ་ན་དེ་འདིར་འགྲོ། ཅང་ག་རེ་ཆུང་ག་ཕར་འགྲོ་རེད་ད། གོ་ལ།

ལང་ཀ་ཝུའུ་རྫོང་ཐང་སི་ཁེན་ཨོང་ལུང་པ་ཆུ་ཝུའུ་རྫོང་ཐང། འོན་ཏེ་དུས་ད་ཤང་ག་དི་ཟེ་ལ་དེ་འགྲོ་དུས་ག་ལ་པ་ལ་རང་གཅིག་པུ་ཟེ་རེད་རོགས་པ་ཚང་མ་ཐུག་སོ། རོགས་པ་མཉམ་དུ་རེད། རོགས་པ་དམག་མི་པོ་ར་ཡོད་རེད་ད། ཡོད་ར། ཡོད་རེད་དམག་པོ་ར་ཡོད་རེད་ཝེ། I was with my group that time། དམག་པོ་ར་ཡོད་རེད་ཝེ།

མོ་ཏྲ་ཡོང་གི་འདུག་ཟེར་ང་ཚོ་གོ་སོང། ད་དེ་ལ་མོ་ཏྲ་དེ་ང་ཚོ་གི་མོ་ཏྲ་དེ་བརྡུང་དགོས། ད་མོ་ཏྲ་ཡོང་གི་ཡོད་རེད་ཟེར་ང་ཚོ་ཧ་གོ་རེད་ད་ང་ཚོ་ཨ་ན་ནས་ཕ་ཤན་ཁོག་པ་ཚེ་གཅིག་ཕ་ཤན་འདྲ། མི་གཉིས་གཉིས་གཉིས་གཉིས་གཉིས་མོ་ཏྲ་ལ་འགབ།

ཁོག་གི་མེ་མདའ་མི་འཇོག་པ་དང་ངོ་མཚོན་མེ་མདའ་ཆང་མི་འཇོག་ཅེས་བཤད། མོ་ཏྲ་ཚང་མ་ནང་ལོགས་འཛུལ་བྱས་ནས་ཡ། ད་གདོང་མ་ཁོག་གིས་རྒྱག་སོང་ན་ཡང་ང་ཚོ་ཚང་མ་མ་རྒྱག་ཡ། མོ་ནི་ཨང། ཨང། ཨང་ནི་མོ་ཏྲ་འདི་ན་སླེབས་འོང་དུ་སླེབས་འོང་དུ། མོ་ཏྲ་ཉི་ཤུ་རྩ་གཉིས་དང་འོང་དུ་འཛུལ་འོང་ཚར་རེད་ཨ་མ་གསོལ་བ་གནང་དུ། དེ་རིང་དེ། དམག་མི་རྐྱང་རྐྱང་རེད་ད། འོ་ན་དམག་མི་ཏག་ཏག་ཏག་ཏག་ཡོད་རེད་ད། ཨ་མདའ་ཅིག་གིས་མོ་ཏྲ།

They all are armies ཨན་དྭངས་སྙིལ་ཆུ་མ་ཞུ་ན་ཨན་ཕ་མ་ཞུ་ལེ་རོ་ཨ། ག་རེ། མེ་མདའ་དེ་མི་མ་མི་དྭངས་སྙིལ་ཆུ་མ་ཞུ་ན་ཕ་མེ་མདའ་མ་ཞུ་ལེ་རོ་ཨ། ཟི་མ་རེ་ཨ་ལེ་མོ་ཏྲ་མོ་ནང་ལོག་འཛུལ་དགོས་རོ་ཨ་ཨན་བུ་སོ་ནང་ལོག་འཛུལ་དགོས་རོ་ཨ། ཨན་བུ་སོ་ནང་ལོག་འཛུལ་རོ་ཨ།
འདི་ངེད་ལ་ལ་རོ་ཨ་ད་ཨན་གེ་སི་གང་ནི་ཀ་དང་ར་ཨ་ད་རྒྱ་མི་མ་མི་དྭངས་སྙིལ་མེ་མདའ་ཆུ་མ་ཞུ་ན་ཕ་མ་ཞུ་ལེ་རོ་ཨ།
མ་རེ་ཨ་ལེ་རྒྱ་མི་མ་མི་གི་ཧ་གོ་གོ་ཡང་མ་རེ་ཨོན་མ་ཡུང་གུ་ཡང་ད། ཨ་ཧ། ངོ་མཚོ་གི་ད། འཇབ་ནི་འདེ་ཡོ་རོ་ཨ་ད།
ནི་ངོ་མཚར་ཟིན་ན་ངོ་མཚར་སྨྲ་མི་དགོས་ན་མ་པུ་ར་ལན་ཅན་ནི་མ་མི་ནི་ནི་ནི་ཅན་ལན་ཅན་ཨེན་པོ་སོར་མོ་དགུར་ཡོད་ར་བ། ད་མོ་ཏྲ་ཨོ་ཏི་ནོ་མ་ཡ་ལྷན་འོ་ར་བ། མོ་ཏྲ་ཨོ་ན་མ་ལྷན་འོ་རེ། ད་ཨོ་ན་དགུ་ཁན་དང་པོ་ཅི་ཡོད་ར་བ། ཁོ་ཁོ་གི་མེ་མདའ་མི་བཅག་པ་དུ་ཨོ་མོ་ཏྲ་ག་སེར་འགྲོ་གན་ན་ངོ་མཚར་མ་གཏང་གི་ཡོད་ར་བཟང་ནོང་ར་མ། We all are waiting and we all are and we have to yeah

ཁོ་ཚོ་མོ་ཏྲ་ནང་མ་མཆོང་མཆོང་ནས། མོ་ཏྲ་ལང་ག་གི་འདྲ་གད་པ་གཅིག་གི་ཚུལ་དུ་བུ་མོ་སྤོ་རང་རུག་རུག་བསྡད་རེ་སོང།
ཁ་ཅིག་ང
ཚོ་མོ་ཏྲ་བསླས་ཚར་བ། ང་ཚོ་བསད་ཚར་དུས་མོ་ཏྲ་ཙམ་མ་འགྲོ་རེད་ད་མོ་ཏྲ་ནང་ལ་མི་ལྟ་ལྟ་གི་རོགས་ད། ལ་ལྕགས་ལ་ནི་ག་ཚོད་ཁུག་གི་རེད་ང་ཚོ་ལྕགས་ལ་ཁུག་མ་རོགས་ད།

ཁོ་ནི་ལུས་མ་བསྲེགས་རེད། ད་ཁོ་ནི་ཚུར་བཟི་ཤག་རེད། ཁ་ཆེམས་བསྲེགས་ཡོད་མ་རེད། ད་ཁོ་ནི་ལ་ཚུར་བཟི་ན་ཨ་འབྲུག་སྦྱིན་བདག་གི་སྲས་མ་ཤག་ཁོ་ནི་ཚུར་བཟི་ན་ཡར་སར་ཁྲིད་འགྲོ་ས་ཡར་སར་ཁྲིད་འགྲོ་ན་དེ་ནི་ཨ་འབྲུག་སྦྱིན་བདག་གི་ཡི་གེ་བཟོ་རེད་ད། རྒྱ་མི་ལ་ཡི་གེ་བཟོ་རེད་ད། ངོ་ཚོ་ཇག་པ་རེད་བཟོ་གི་ཡོད་རེད། ངོ་ཚོ་ཇག་པ་མིན། ཁྱོད་རང་ཚོ་མོ་དགྲ་ནང་གི་ལྕགས་ལ་ཆ་ཚང་བཞག་ཡོད། ང་ཚོ་ཁུ་མེད། ང་ཚོ་ག་རེ་རེད་ཟེར་ན་དམག་མི་སེལ་དགོས་ཀྱི་རེད། དམག་རང་ཚོ་དམག་གི་སེལ་བ་མ་གཏོགས་ཁྱོད་ཚོ་རྒྱུ་ལྕགས་ལ་ལ་ང་ཚོ་གི་ལག་པ་ཆུ་བུར་ཐུག་མེད་ཆ་ཚང་དེ་ན་ཡོད་ཟེར་ན་ཁྱོད་ཚོ་བདག་པོ་རྒྱག་ཟེར་ན་རྒྱ་མི་ཡི་གེ་སྤྲད་ན་རྒྱ་མི་དངོས་པོ་ནས་དེ་ལ་ཡི་གེ་དེ་སྤྲད་ནས་སྤྲད་ཤོག་ཟེར་ན་ཁོ་ནས་གཏོང་ཤག་ད།